དེ་ནས་བདུན་པ་བྱེད་ལས་གང་ཡིན་ཟེར་བ་དེ་ལ་ཆུང་འབྲང་ཆེན་པོར་ལྡན་པ་ཞེས་གཉིས་ལས། ཀླུ་མཇུག་ཆེན་ལོ་བཞི་དང་དངོས་འཛིན་བཟློག་སྨིན་མཐུན་ཕྱོགས་སྤངས་དགེ་ཆུ་སྐྱེས་ཅང་སྤེལ་རྣམ་རྟོག་རྗེས་སྤོང་ཏིང་འཛིན་རྩེ་གཅིག་བྱེད་ཟེར་བའང་དེ་འདྲ་ཅིག་གསུངས་འདུག་འདིའི་དོན་དག་ཡིན་ན་ཚོགས་ལམ་ཆུང་འབྲང་ཆེན་པོ་བྱེད་ལས་ཀྱང་རིམ་པ་བཞིན་འདུག་ཚོགས་ལམ་ཆུང་ངུར་དྲན་པ་ཉེར་ཆགས་ཤིག་བསྒོམ་པའི་བྱེད་ལས་ནི་ཉན་ཐོས་པ་རྣམས་བདེན་པ་བཞི་ལ་འཇུག་ཅིང་ཕྱིན་ཅི་ལོག་ཤེས་བློ་ལྡོག། ཐལ་ཆེན་པདྨའི་གཉིས་ལ་བློ་འཇུག་ཅིང་གཉིས་པོར་འཛིན་པ་མཐའ་དག་ལས་ལོག་རྟོགས། གང་ལྟར་འདི་སྔོན་ལ་བཤད་པ་ནང་བཞིན་ཚོགས་ལམ་ཆུང་ངུའི་གནས་སྐབས་སུ་དྲན་པ་ཉེར་གཞག་བཞི་བསྒོམ་གི་རེད་ཟེར་སླ་བ་རེད། ཡིན་ཙང་དྲན་པ་ཉེར་གཞག་བཞི་བསྒོམ་པ་ལྟ་བུ་དེ་ལ་མཚོན་པ་ཡིན་ན། ཉན་ཐོས་ཀྱི་ཚོགས་ལམ་པ་རྣམས་ཀྱིས་དྲན་པ་ཉེར་གཞག་བཞི་བསྒོམ་པའི་འབྲས་བུ་ལྟ་བུ་དེ་ལ་ག་རེ་ཐོབ་ཀི་རེད་ལབ་སྟེ་བདེན་པ་བཞི་ཉམས་སུ་ལེན་པ་ལ་འཇུག་ཅིང། ཕྱིན་ཆད་ལོག་ཤེས་ཀྱི་བློ་ལྡོག་གི་རེད་འདི་སྐབས་ཀྱི་ཕྱིན་ཆད་ལོག་ཤེས་ཟེར་བ་དེ་ཕ་ཁྱེར་གཙང་སྟེ་ཏག་ཏག་ལ་སོགས་པའི་ཕྱིན་ཆད་ལོག་ཤེས་འམ། ཡང་ན། སྡུག་བསྔལ་རྟག་པར་འཛིན་པ་དང། ད་ནི་སྡུག་བསྔལ་ལ་རྒྱུ་མེད་པར་འཛིན་པ། ད་ནི་ཐར་ལམ་མ་ཡིན་པ་ལ་ཐར་ལམ་འཛིན་པ་དང། ཐར་བ་མེད་པར་འཛིན་པ་ལ་སོགས་པ་འམ་དེ་དག་ཡིན་གྱི་རེད་བསམ་གྱི་འདུག་ཐག་ཆེན་ཚོགས་ལམ་པའི་དྲན་པ་གཉེར་བྱ་ཤེས་སྒོམ་པའི་འབྲས་བུ་དེ་ལ་ཀུན་དོན་དོན་ལྡན་པ་དང་ཀུན་རྫོབ་བདེན་པ་གཉིས་ལ་བློ་འཇུག་ཀྱང་དངོས་པོར་འཛིན་པ་མཐའ་དག་ལས་བཟློག་སྟེ་དངོས་པོར་འཛིན་པའམ་བདེན་པར་སྤྲོས་པ་འཛིན་པ། ཨའོ་དེ་ཚོ་དོགས་གི་རེད་ཟེར་བ་མོ་དེ་འདྲ་སོང་བ་རེད། ད་ནི་ཚོགས་ལམ་འབྲིང་དུ་ཡང་དག་སྤོང་བ་བཞི། བྱེད་ལས་ཡང་དག་པར་སྤོང་བ་སྔ་མ་ཉིད་ཀྱིས་མི་མཐུན་པའི་ཕྱོགས་རྣམས་སྤང། ཕྱི་མ་ཉིད་ཀྱིས་དགེ་བའི་ཚོགས་རྣམས་སྐྱེད་ཅིང་འཕེལ་བའོ། ཡང་དག་སྤོང་བ་སྔ་མ་ཉིད་ཟེར་ན་མི་དགེ་བ་སྐྱེ་བ་སྤང་ཞིང། མ་སྐྱེས་པ་མི་སྐྱེ་བ་ཟེར་བ་དེ་རེད་དེ་སྐབས་སུ་དགེ་བས་མི་མཐུན་པའི་ཕྱོགས་དེ་སྤང་གི་ཡོད་པ་རེད་དབྱེན་གཙང་སྔ་མ་གཉིས་ཀྱིས་མི་མཐུན་པའི་ཕྱོགས་རྣམས་སྤངས་ཀྱང་ཕྱི་མ་གཉིས་ཀྱིས་དགེ་བའི་ཆོས་རྣམས་སྐྱེད་པ། དགེ་བ་མ་སྐྱེས་པ་སྐྱེས་ཀྱང་སྐྱེས་པ་གོང་དུ་འཕེལ་བར་བྱེད་པའང་དེ་ཡིན་པ་རེད། དེ་ནས་ཚོགས་ལམ་ཆེན་པོ་རྫུ་འཕྲུལ་རྐང་གཅིག་བྱེད་ལས། འདོད་པའི་རྣམ་རྟོག་སོགས་འཇིག་རྟེན་གྱི་ཕྱིན་ཅི་ལོག་གི་རྣམ་རྟོག་བརྒྱད་སྤོང་ཞིང་སེམས་རྩེ་གཅིག་པའི་ཏིང་ངེ་འཛིན་ལ་དབང་བྱེད་པའོ། ཚོགས་ལམ་ཆེན་པོ་ནས་དགོས་སུ་རྫུ་འཕྲུལ་གྱིས་རྐང་བ་བཞི་ལ་དབང་རྫུ་འཕྲུལ་གྱིས་རྐང་བ་བཞི་བསྒོམ་གི་རེད་ཟེར་ལབ་པ་རེད། རྫུ་འཕྲུལ་གྱིས་རྐང་བ་བཞི་བསྒོམ་པའི་འབྲས་བུ་ལྟ་བུ་དེ་ག་རེ་ཡོད་རེད་ལབ་དུས། འཇིག་རྟེན་གྱི་ཕྱིན་ཅི་ལོག་གི་རྣམ་རྟོག་བརྒྱད་སྤོང་གི་རེད་ཟེར་ལབ་འདུག་འདི་སྐབས་ཀྱི་འཇིག་རྟེན་གྱི་ཕྱིན་ཅི་ལོག་གི་རྣམ་རྟོག་བརྒྱད་ཟེར་བ་དེ་ཡག་པོ་ཅི་ཧ་གོ་མ་སོང། ཡིན་ན་ཡང་ཕལ་ཆེར་བསམ་གཏན་དང་གཟུགས་མེད་ཀྱི་ཏིང་ངེ་འཛིན་བརྒྱད་ཡོད་རེད་བསམ་གཟུགས་བརྒྱད་ཀྱི་ཨ་ནི་རང་རང་གི་ངུ་སྐར་གྱི་རྣམ་རྟོག་རགས་པ་འོ་དེ་ཚོ་ཟེར་གྱི་ཡོད་ཀྱི་རེད་བསམ་གྱི་འདུག་སྲིད་རྩེ་ཡི་རྣམ་རྟོག་དེ་ཚོ་ཨ་ནི་བདག་མེད་ཕྲ་མོ་མངོན་སུམ་དུ་རྟོགས་པའི་མཐོང་ལམ་གྱིས་མ་གཏོགས་འཇིག་རྟེན་པའི་ལམ་གྱིས་སྤང་ཐུབ་ཀྱི་ཡོད་པ་མ་རེད། ཡིན་ཙང་དེ་འོག་གི་རྣམ་རྟོག་རགས་པ་དེ་ཚོ་ཨ་ནི་འོག་མིན་རྣམ་རྟོག་སྟེ་གོང་མའི་དངོས་གཞི་ཐོབ་པ་ན་སྤང་ཐུབ་ཀྱི་ཡོད་པ་ཡིན་ཙང་ཕལ་ཆེར་དེ་ཟེར་གྱི་ཡོད་ཀྱི་རེད་བསམ་གྱི་འདུག་མདོར་ན་སེམས་དང་དང་གཟུགས་མེད་ཀྱི་ཏིང་ངེ་འཛིན་ཐོབ་པ་ལ་གེགས་བྱེད་པའི་རྣམ་པར་རྟོག་པ་ནང་དེ་ཚོ་སེལ་གྱི་ཡོད་རེད་བསམ་གྱི་འདུག་ད་ནི་སྤྱིར་བཏང་ཨ་ནི་ཏིང་ངེ་འཛིན་ཐོབ་པ་ལ་གེགས་བྱེད་པའི་སྒྲིབ་པ་ལྔ་གསུང་གི་ཡོད་པ་རེད་སྒྲིབ་པ་ལྔ་དེ་ག་རེ་ལབ་ན་དགོས་འགྱོད་གཉིས་དང་གནོད་སེམས་དམིགས་པ་དང་གཉིས་གཉིས་ད་ནི་འདོད་པ་ལ་འདུན་པ་དང་ཐེ་ཚོམ་གྱིས་འདི་ལ་ཏིང་ངེ་འཛིན་ཐོབ་པའི་སྒྲིབ་པ་ལྔ་ཟེར་གྱི་ཡོད་པ་རེད། འདི་ལ་རྣམ་རྟོག་གམ་ཡང་ན་སེམས་བྱུང་བདུན་ཡོད་པ་རེད། རྒོད་པ་དང་འགྱོད་པ་གཉིས་ད་ནི་གནོད་སེམས་དམིགས་པ་གཉིས་འདོད་པ་ལ་འདུན་པ་ཐེ་ཚོམ། ཏིང་ངེ་འཛིན་ཕྲ་རགས་གང་འདྲ་ཅིག་ཐོབ་ན་ཡང་འདི་བདུན་དེ་མ་སྤངས་ན་ད་ནི་དོ་ཐོས་གོ་མེད་པ་རེད་ཡིན་ཙང་གཅིག་བྱས་ན། འདོད་པའི་རྣམ་རྟོག་སོགས་རྣམ་རྟོག་བརྒྱད་ཟེར་བ་དེ་ནི་ཏིང་ངེ་འཛིན་ཐོབ་པར་བྱེད་པའི་སྒྲིབ་པ་ལྔ་འདི་ལ་ཟེར་གྱི་ཡོད་པ་ཡང་ཡིན་སྲིད་པ་རེད།